འོ་དེ་རེད་གཉིས་པ་དེ་བྱས། དེ་ནས་གསུམ་པ་དེ། ད་དེ་ཡང་གོང་དང་འགྲོ་ས་སོང། ད་ང་ཚོས་ཤེས་དགོས་པ་ཅིག་ལ་ཡང། ང་ཚོ་བཀའ་བཀོན་ཚོ་གིས་ཤེས་དགོས་པ་ཅིག་ལ། ད་ད་ལྟ་བར་དུ་ངས་སྐད་ཆ་གང་ཡང་བཤད་མེད། ག་རེ་ཟེར་ན་ང་དེ་དེ་འདྲ་གི་སྐད་ཆ་བཤད་ས་གི་གནས་བབ་ཐོག་ལ་སླེབས་ཡ་ཡོད་མ་རེད་ལ་སྤོབས་པ་ཡང་མེད་རེད་འདུག་ག། མེད། མ་ཚད་ང་རང་གི་མི་ཡི་མཚན་ཉིད་འདྲ་བོ་དེ་ག་རེ་རེ་བྱས་ཡོད་ཟེར་ན། གཅིག་གཞན་ལ་ཡང་གཅིག་འདྲ་མི་འདྲ་མང་པོ་བཤད་ནས་གཅིག་ཡིན་ལ་མེད་ལ་མང་པོ་ཅིག་བཤད་བཅས་རྒྱུ་མཚན་ནི་གང་ཡང་མེད་དེ་ངས་གཅིག་གི་ལབ་རྒྱུ་གླེང་རྒྱུ་མང་པོ་ཅིག་བྱས་ད་ནི་སྐད་ཆ་ཚང་མ་གཡས་སྐོར་གཡོན་སྐོར་ལག་སྐོར་ལུང་སྐོར་མང་པོ་ཅིག་བྱས་བསྡད་པ་དེ་ལ་ཕན་ཐོགས་ཡོད་པ་གཅིག་མཐོང་གི་མེད། ད་རིང་གོ་སྐབས་ཅིག་བླངས་བྱས་ནས་ད་རིང་གི་ཉིན་མོ་འདི་གོ་སྐབས་བླངས་བྱས་ནས་ག་རེ་ཞུ་ཡ་ཡིན་ཟེར་ན། ད་རང་ཤོ་པའི་ཟངས་ཀྱི་དཀར་མོ་བ་ཆེན་པོ་མཆོག་གིས་གསུང་འཕྲིན་ནང་ལ་ག་རེ་གསུངས་སོང་དེ་ཚང་མའི་གསན་ཡོད་རེད་བ། མི་འགའ་ཤས་ཀྱི་བསམ་བློའི་ནང་ལ། དུ་བ། མི་འགའ་ཤས་ཀྱི་བསམ་བློའི་ནང་ལ་ད་སངས་རྒྱས་བཀའ་མོལ་བ་ཆེན་པོ་འདི་ཕྱི་རྒྱལ་ལ་བཞུགས། རེད་དུ་བ། ཕྱི་རྒྱལ་ལ་བཞུགས་ད་ཚུད་རྩ་ནས་ཕེབས་ཀྱི་མི་འདུག། གསུངས་སོང་ང། ད་ཕེབས་ཡ་ཡིན་ས་མ་རེད། ད་ཕ་རང་བཞུགས་ཡ་ཡིན་ས་རེད། ཨོ་དེ་འདྲའི་བསམ་བསམ་བློ་བཏང་གི་རེད། གསུངས་སོང་ང། དེ་འདྲ་མེད། སྔོན་མ་ཨ་རི་ལ་བཞུགས་དུས་ནས་བྱས་ནས་རྒྱ་གར་གཞུང་ལ་ཡ་ཚུར་རྒྱ་གར་གྱི་ཕྱོགས་ལ་ཚུར་ཕེབས་ཕྱོགས་སྐོར་ལ་བཀའ་མོལ་མང་པོ་ཞིག་ཐུགས་སུ་བཞེས་ནས་ར་ཐག་རིང་བ་ཕྱིན་ནས་ཡར་འགྲོ་ཡོད་རེད། ཡིན་ན་ཡང་ད་ལྟ་བར་དུ་ལ་ཡ་གཅིག་གི་དེ་གཅིག་བཅུད་འདྲ་པོ་དང་གཅིག་གི་ནུས་པ་འདྲ་པོ་ཅིག་གང་ཡང་ཐོན་ཡོད་མ་རེད། ཡིན་ན་ཡང་ཁོང་སངས་རྒྱས་བཀའ་མོལ་པ་རྒྱ་གར་ལ་ཕེབས་ཡ་ལ་ཐུགས་འདོད་ཆེན་པོ་ཡོད། རེད་འདུག་བླ་མ་ཚང་མ་འདས་བཞུགས་ཡོད་པ་དང་དཀར་དགོན་ཚང་མ་འདི་ན་ཡོད་པ་ལ་སོགས་པ་དེ་འདྲས་ཀྱི་རྒྱུ་མཚན་ཁ་ཤས་ཀྱི་བགྲང་གནང་ནས་ཕེབས་ཡག་གི་ཐུགས་གཞེས་ཡོད་མ་གཏོགས་འདི་འདྲ་ཡར་ཕེབས་འདོད་མེད་པ་དེ་འདྲ་གང་ཡང་མེད། ཡིན་ན་ཡང་ཁྱེད་རང་ཚོ་གིས་བསམ་བློ་བཏང་མཁན་དེ་ཚོ་འདྲས་ཀྱི་རྒྱུ་མཚན་ཤེས་མཁན་མི་འདུག་ཕེབས་ཀྱི་མི་འདུག་ཕ་གི་ལྟར་ཀྲོག་པོ་བྱས་ནས་བཞུགས་བཞག་བསམ་པ་ཙམ་མ་གཏོགས་ཚུར་ལ་ཕེབས་མ་ཐུབ་པའི་རྐྱེན་དབང་དེ་ག་རེ་ཡིན་མིན་ཐོག་ལ་བསམ་བློ་བཏང་མི་འདུག་ཟེར་ནས་བཀའ་གནང་སོང་བ་དེས་བཀའ་དེ་གནང་ཡོང་དུས་ང་སེམས་ཞེ་དྲག་ཕམ་པོ་བྱུང། ཟེར་བ། དེ། ཅི་ཐ་མ་ཞིག་ངས་རྒྱུ་མཚན་ཤེས་ཀྱི་ཡོད་སྔོན་མ་ནས། ཡིན་ན་ཡང་ད་རིང། བཀའ་གནང་པ་དེའི་རྐྱེན་བྱས་བྱས་ནས། ང་ལ་ཡང་བསམ་བློ་གསར་པ་མང་པོ་ཞིག་སླེབས་སོང། བསམ་བློ་གསར་པ་ཡང་སླེབས་སོང་ལ། བསམ་བློ་རྙིང་པ་དེ། འདུག་ཟེར་བྱས་ནས་བསྐྱར་གསོ་ཡང་མང་པོ་ཅིག་བྱུང་སོང། ང་ཚོ་དཀའ་ངལ་ག་རེ་ཡོད་རེད་ཟེར་ན་སྐར་རྒོན་མང་པོ་ཅིག་ཡོད་རེད། མང་པོ་ཅིག་ཡོད་རེད་དེ་ཡིན་ན་ཡང་ད་དཔེར་ན་ཤ་ཞང་དང་དར་ཡིན་འདྲ་བོ་ཅིག་ལ་ད་འཁྲུངས་སྐར་རེད་ཟེར་གྱི་ཡོད་རེད་འཁྲུངས་སྐར་སྐབས་སུ་ལ་དེ་ནས་གཅིག་གིས་ད་ལྟ་འདི་ག་སོ་རུ་དྲ་ལམ་ནང་ལ་ཡ་ད་ཚང་མ་འཚང་ཁ་རྒྱབ་བྱས་ནས་གཅིག་དང་གཉིས་ཟེར་ཡ་མི་འདུག་ད་གང་ལྟར་རྗེ་སྒུག་རྒྱབ་ཆོག་ག་ཚོད་ཡོད་པ་ཡིན་ན་ཡང་ཚང་མ་གཅིག་གིས་སྐར་མ་པའི་གཟིགས་ས། ཀ་མ་པའི་རྐྱེན་རྣམས་ལ་ཡང་གཟིགས་ས། ང་འདི་འདྲ་བྱེད་ཀྱི་ཡོད་ངས་འདི་འདྲ་བྱས་པ་ཡིན་ངའི་ཚོགས་པ་འདི་འདྲ་ཚོས་འཚོགས་དགོས་ཡོད་ངས་ལྷ་ཁང་ནང་ན་འདི་འདྲ་བཟོས་ཡོད་ངས་གཅིག་བྱས་གཉིས་བྱས་ཟེར་ནས་རྐྱེན་རྣམས་ལ་ཡང་ཐུགས་སེ་ཏཱ་རལ་གཅིག་གི་ཆེད་དུ་ལ་དྲྭ་ལམ་ནང་ལ་འཚང་ཁ་བརྒྱབ་བསྡད་པ་ཅིག་རེད་མ་གཏོགས་ནམ་ཞར་རྒྱུན་དུ་ས་འདི་ཀ་མ་པའི་ཀ་ག་རེ་གནང་གི་ཡོད་པ་དེ་སྒྲུབ་ཀྱི་ཡོད་དམ་མེད་ཟེར་ཡ་དེ་ཐེ་ཚོམ་ནས་སླེབས་པ་རེད། རེད་བ། འོ་དེ་ཚོ་སེམས་ཕམ་པའི་སྐད་ཆ་རེད་ད། དངོས་གནས་རེད་བློ་ཕམ་པའི་སྐད་ཆ་རེད་ད། རེད་བ། ཕྱི་གསལ་ནང་གསལ་གྱི་སྐད་ཆ་རེད། སོ་སོའི་དགོན་སྡེ་གི་ཆེད་དུ་ལ་དཔེ་ཆ་ཡང་ན་དངུལ་ག་ཚད་སྒྲུབ་ཀྱི་འདུག་སོ་སོའི་དགོན་སྡེའི་འཛིན་སྐྱོང་གི་ཆེད་དུ་ལ་སྦྱིན་བདག་ལ་ཡང་ངོ་སྲུང་ག་ཚོད་བྱེད་ཀྱི་འདུག་སོ་སོའི་དགོན་སྡེའི་འཛིན་སྐྱོང་གི་ཆེད་དུ་ལ་ཡང་མི་ག་ལ་ཡང་མི་ག་བྱུང་ན་འདྲ་སྐུར་འདེབས་བྱུང་ན་འདྲ་དེ་ཚོ་འདྲ་ལ་ཡང་ཅིག་ངོས་ལེན་ག་ཚད་བྱེད་ཐུབ་ཀྱི་འདུག་འདུག་ག་ཡིན་ན་ཡང་སངས་རྒྱས་ཀརྨ་པ་ཆེན་པོ་མཆོག་གི་སྐུ་དོན་ལ། ཐོག་མཐའ་བར་གསུམ་གྱི་སྐབས་ལ་སྐུ་ལ་འོ་བརྒྱལ་ཆེན་པོ་མང་པོ་བྱུང་ཡོད་རེད་ཡིན་ནའང་དེ་ཚོའི་ཐོག་ལ་ང་ཚོ་སྐར་དགོན་ཡོངས་རྫོགས་དེ་རུག་རུག་བྱེད་བྱས་ནས། མཉམ་དུ་ལ་ཡ་ཚོགས་འདུ་བྱས་ནས་ཞལ་འཛོམས་གནང་བྱས་ནས། ང་ཚོ་དེའི་ཆེད་དུ་ལ་ཡ་དེ་ནས་སངས་རྒྱས་བཀའ་མོལ་པ་ཆེན་པོ་མཆོག་གི་ལྟ་ཅིག་གི་སྐུ་ཚེ་གི་ཅིག་གི་འགལ་ཆེན་དེ་ཚོ་དྲི་དེ་བར་སེལ་ཡ་དང་སྐུ་ངལ་དེ་ཚོ་བར་སེལ་ཡ་དང། ཨོ་སྐུ་ངལ་དེ་བར་སེལ་ནས་ཅིག་གི་ཚུལ་ཕེབས་ཆོག་གི་སྐོར་ལ་ཡིན་ནའང་དེ་ཚོ་དྲི་ལ་ང་ཚོས་ག་འདྲི་ཟེར་བྱས་ན་གབ་ས་རེད་ཐབས་ལམ་ག་འདྲི་དགོས་ས་རེད་ཟེར་བྱས་ནས། ཞལ་འཛུམ་སྣང་ཡང་མེད་པ། རང་རང་སོ་སོའི་དགོན་སྡེ་ཁོ་རང་གྲྭ་མ་འགྲིག་བསྡད་པ་རེད་མ་གཏོགས། གྲྭ་པ་སྟངས་འཛིན་བྱེད་ཡག། བླ་བྲང་འཛིན་སྐྱོང་བྱེད་ཡག། དཔལ་འབྱོར་མཁོ་སྒྲུབ་བྱེད་ཡག། སྦྱིན་བདག་ངོ་སྲུང་བྱེད་ཡག་ལ་སོགས་པ་གཙོ་བོར་གྱུར་པའི། འཇིག་རྟེན་དཔལ་གྱི་རྣམ་གཞག་གི་ཐོག་ལ། ཁེ་དང་གྱོང་དེ་རང་གི་ཐོག་ལ་བསམ་བློ་བཏང་མ་གཏོགས་མི་འདུག་ཨང། དེ་འདྲའི་མེད་པའི་རྒྱུ་མཚན་ལ་བརྟེན་བྱས་ནས་ད་རེས་གསུངས་དེ་བྱོན་པ་རེད། དེ་མངོན་སུམ་ཚད་མ་རེད་བ། དེ་མངོན་སུམ་ཚད་མ་རེད། དེ་བརྒྱད་པ་ཚད་མ་མ་རེད། དེ་མངོན་སུམ་ཚད་མ་རེད་ཧ་གོ་ཡག་རེད་བ་རེད། ང་ཚོ་ལམ་སང་ཤེས་ཐུབ་ཡག་ཆེ་རེད་དེ་འདྲའི་ཡིན་དུས་ད་དེ་གིས་ང་ཚོའི་གྲས་ལ་ཡ་རྐྱེན་ཡིད་མགུ་འདྲ་པོ་ག་རེ་ཐེབས་སོང་ཟེར་ན་ཨོ་ད་དེ་འདྲ་བསྡད་ཡ་མི་འདུག་ག་མི་རེ་རེ་གི་འགན་ཕྲག་པ་ལ་ཡ་འགན་རེ་རེ་འདུག་དེ་ཕྱིར་དུ་ཏང་བླ་མ་ཁྱི་ཡིས་རྒྱལ་ཁབ་ལ་བག་ཕེབས་བྱས་ནས་ཡུན་རིང་པོ་ད་ག་ཚ་ཅིག་ད་ཐུག་ཞེ་ས་མ་ཞུ་ན་ཡུལ་གྱར་རེད་རེད་བ་ཡུལ་གྱར་རེད། ཕྱི་རྒྱལ་ལ་བཞུགས་པ་རེད། ཚུལ་ཕལ་ཐུག་གི་ཡོད་མ་རེད། གཞས་དངོས་སུ་མཇལ་བ་དང་གསུང་དངོས་སུ་ཐོས་པའི་གོ་སྐབས་མ་བྱུང་ནས་ལོ་བཞི་ལྔ་བཅུ་དྲུག་བདུན་གཅིག་འགྲོ་ས་རེད། ད་ལྟ་མཇལ་རྒྱུ་ཡོད་པ་དེ་དྲ་ལམ་ནས་མཇལ་གྱི་ཡོད་རེད། རེད་པ། གཞས་དེ་དྲ་ལམ་ནས་མཇལ་གྱི་འདུག་བ། གསུང་དེ་ཡང་ང་ཚོ་དྲ་ལམ་ནང་ནས་མ་རེད་འདུག་སའི་གསུང་དེ་མ་ཐོས་པ་རེད་མ་གཏོགས་དངོས་སུ་གསུང་ཐོས་ཡག་གི་གོ་སྐབས་བྱུང་མ་སོང་ང། ད་དེ་ལས་ཐབས་སྤྱོ་ཟེར་གཅིག་དང་དེ་ལས་ཐབས་སྡུག་ཟེར་གཅིག་ཡོག་མ་རེད། མི་རེ་རེའི་སྔོན་ལ་བསམ་མོ་བཏང་དགོས་འདི་རེ་རེའི་སྔོན་ནས་སྐར་ཁུང་རེར་བསམ་མོ་བཏང་པ་ཡིན་ན། ནུས་པ་དེ་དཀྲུག་གི་མེད་པ། རྩལ་དེ་དཀྲུག་གི་མེད་པའི་གེ་རྟགས་དེ་མཐོང་ཐུབ་ཀྱི་འདུག་ག་དེ་འདྲ་ལ་བརྟེན་ནས་ག་རེ་གསུངས་པ་རེད་ཟེར་ན་ད་རེ་གསུང་ཡ་དེ་ཁྱེད་རང་ཚོས་བསམ་མོ་གནང་ལ་ང་ཕྱི་རྒྱལ་ལ་ཡ་འདུག་ཟེར་དེ་བསྡད་བསྡད་པ་རེ་ཚོ་ཡོང་གི་མི་འདུག་ཟེར་ནས་ཁྱེད་རང་ཚོར་དྲན་གྱི་ཡོག་རེད་དེ་ཡིན་ན་ཡང། དཀའ་ངལ་དེ་དང་གཅིག་གི་རྐྱེན་དེ་ག་རེ་ཡོང་གི་ཡོད་མེད་ཁྱེད་རང་ཚོ་ཤེས་ཀྱི་མི་འདུག། དེ་གསུང་སོང་མ་སོང། གསུང་སོང་མ་སོང། གསུང་སོང་ཨ། དེ་ངའི་སྐད་ཆ་བཟོས་པ་རེད་བས། མ་རེད་བ། གསལ་བོ་གསུང་སོང་ཨ། འོ་དེ་རེད། ད་དེ་འདྲ་ལ་བསམ་བློ་བཏང་ཡོང་དུས་ད་ལྟའི་བར་དུ། ད་ལྟའི་བར་དུ་ལ་ཡང་འདས་པའི་ལོ་རྒྱུས་ལ་ཕྱི་མིག་ཅིག་བལྟས་བྱས་ནས། ཅིག་གིས་སངས་རྒྱས་ཀརྨ་པའི་གའི་མཛད་འཕྲིན་གྱི་རྣམ་བཞག་ལ་བསམ་བློ་བཏང་པ་ཡིན་ན། ང། ཉིས་སྟོང། དགུ་གི་བཞུགས་ལ་ཉིས་སྟོང་བཅུ་གི་ལོ་ལ་ཡ། རྒྱུ་སྟོད་ལ་ཡ་སྐུ་མདུན་ལ་བཅར་བྱས་ནས། ཨོ་ཏོ་སི་བཀའ་འགྱུར་ལུང་ཕུལ་བ་རེད། དེའི་སྔོན་ལ་ཀརྨ་པ་མཁའ་ཁྱབ་རྡོ་རྗེའི་གསུང་འབུམ་ཀྱང་ལུང་གཅིག་ཕུལ་བ་རེད། དེ་ནས་བསྟན་བཅོས་ཀྱི་ལུང་གཅིག་ཕུལ་བ་རེད། ད་ཡུན་རིང་ཤོས་དེ་བཀའ་འགྱུར་གྱི་སྐབས་སོགས་དང་ཉིས་སྟོང་བཅུ་གྱི་ལོ་ལ་མགུར་གྱི་སྨད། ཉིས་སྟོང་བཅུ་གྱི་སྟོད་དེ་ལ་ད་ཏོག་སིའི་སྐུ་མདུན་ལ་ཡང་ཟླ་བ་གཉིས་ཙམ་གྱི་སྐུ་མདུན་ལ་ཡུན་རིང་ཤོས་དེའི་སྐབས་ལ་ཡང་ཏོག་སིའི་སྐུ་བཅར་ཞུས་པ་རེད། ད། གཞན་ད་ལྟ་རང་ཉིད་ཀྱི་ཤེས་ས་དང་ཧ་གོ་ས་ནས་དེ་ནས་བཟུང་སྟེ་ད་ལྟ་བར་དུ་ལ་ཡ་ད་ཅིག་གི་ལོ་མང་པོ་ཅིག་གི་བརྒྱུད་རིམ་གྱི་ནང་ལོ་ཡ་བང་རིམ་མང་པོ་ཅིག་གི་འདུག་ཟེར་ནས་འགྲོ་བསྡད་པའི་གའི་ནང་ལོ་ལ་ཡ་ཅིག་གི་ཞེ་ས་མ་ཞུ་ན་སྐར་མ་པའི་གའི་ད་ཅིག་གི་སྐུ་ཚེ་གའི་ཁུག་པ་མང་པོ་ཅིག་གི་འདུག་ཟེར་ནང་ལོ་ལ་ཡ་ཅིག་གི་མཚམས་མཚམས་མ་ནས་སྤྲོ་པོ་ཡོད་བསྡད་པ་མཚམས་མཚམས་མ་ནས་སྤྲོ་པོ་མེད་བསྡད་པ་མཚམས་མཚམས་མ་ནས་སྐུ་ངལ་ཆེན་པོ་ཅིག་ཡོད་བསྡད་པ་དེ་འདྲའི་གའི་ད་ཁུག་སོ་མང་པོ་ཅིག་གི་འགྲིམ་བྱས་ནས། མཐའ་མ་དེ་ལ་ད་ཕྱིས་རྒྱལ་ཁབ་ལ་ཕེབས་ནས་ད་ད་ད་ཞེས་མཇལ་རྒྱུ་མེད་པ་གསུང་ཐུབ་ཀྱི་མེད་པ་ག་དུས་ཡིན་ན་ད་དྲ་ལམ་དེ་ལ་སྐྱབས་སུ་མཆི་ཟེར་བ་ཞིག་དེ་ཚོ་སླེབས་པར་བ་ད་དྲ་ལམ་དེ་མེད་ན་ད་མཇལ་ཡ་མེད་པ་རེད། དྲ་ལམ་དེ་མེད་ན་གསུང་ཐོས་ཡ་མེད་པ་རེད། འོ་དེ་འདྲའི་ཅིག་བསམ་བློ་བཏང་ཡོང་དུས་ད་དེའི་དཀའ་ངལ་དེ་ཚོ་དེ་ག་རེའི་ཐོག་ནས་ཡོང་གི་འདུག

བཀའ་མོལ་པ་ཆེ་ནོ་ཟེར་ཡག་གི་ང་ཚོ་ཀུན་སློང། ཀུན་སྤྱོད། བསམ་པ། སྦྱོར་བ། དེ་དང། མཐུན་གྱི་འདུག་མི་འདུག་ཏག་ཏག་བསྡད་ཀྱི་འདུག་མི་འདུག་དེ་བསམ་བློ་བཏང་ཡོད་གལ་ཆེན་པོ་ཆགས་ཀྱི་འདུག་བ། འོ་དེ་འདྲ་ལ་བསམ་བློ་བཏང་ཡོད་འདུག་ད། ད་ལྟ་ངས་ཞུ་དགོས་ཡ་རྒྱུ་མཚན་དེ། སྐུ་མདུན། རང་གི་ད་རེས་ཀྱི་གསུང་དེ་དྲ་ཐོག་ནས་ད་འདུག་ཟེར་ནས་མ་གསུངས་ཡོད་འདུག་དེ་གསུང་གི་གོ་བ་དེ་ལ། ཅིག། ཕྱི་ནང་མང་པོ་ཅིག་ལ་གོ་བ་ལེན་ཡག་འདུག། དེ་རེད་བ། ད་ངས་གཏིང་ཟབ་ཤོས་ནས་བསམ་བློ་བཏང་གི་ཡོད་རེད། གཏིང་ཟབ་ཤོས་ཟེར་བའི་སྐབས་སུ་མདོ་དང་སྔགས་ལ་འབྲེལ་ནས་ཟེར་གྱི་ཡོད་མ་རེད་ད། རེད་འདུག་བ། མདོ་སྔགས་སྐད་ཆ་བཤད་ཀྱི་ཡོད་མ་རེད། འོ་ན་ག་རེ་ཟེར་བ་རེད་གཏིང་ཟབ་ཤོས་དེ། གཏིང་ཟབ་ཤོས་དེ་གཞན་གྱི་དུས་རྒྱུན་བློ་ཡི་ནང་དུ། ཡང་ནས་ཡང་དུ་བསམ་བློ་མ་བཏང་ཡག་གི། ཨོ། དེ་འདྲའི་ཅིག་གི་གནས་བབ་ཅིག་ལ་ངས་བསམ་བློ་བཏང་བྱས་ནས་ད། ཚུལ་ཕལ་ཡར་ལ་ཆ་ཆེན་འདི། ཐུག་འདོད་ཡོད་ཀྱང་རྐྱེན་དབང་གི་ཐོག་ནས་ཕེབས་མ་ཐུབ་པ་ཡིན་པ། དེ་འདྲའི་རྐྱེན་དབང་དེ་ལ་རྐྱེན་དེ་ལ་རྐྱེན་དེ་སེལ་ཐུབ་དང་མ་ཐུབ་དེ། ང་ཚོ་བཀའ་བཀྱོན་སོགས་ལ་ཡ་རགས་ལས་ཀྱི་ཡོད་པ། རེད་འདུག་བ། སོ་སོའི་དོན་དག་སྒྲུབ་ན་འཇོན་ཐང་ཡོད་ངེས་ཀྱང་ཡང་རེད། རེད་མ་རེད་དེ་བསམ་བློ་བཏང་དགོས་རེད། དཔེར་ན་གྲྭ་ཚང་རེ་རེ་ནང་མོ་ཡ་གཉེར་པ་ཡིན་ན་འདྲ་འདུག་ཕྱག་མཛོད་ཡིན་ན་འདྲ་འདུག་མིང་བཏགས་ཡ་དེ་དང་པོ་ཀུན་འབྱོན་དང་བཅས་ཡོད་ན་བཏགས་ཀྱི་ཡོད་རེད་བ། རེད་འདུག་བ། སོ་སོའི་ནོར་ལོངས་སྤྱོད་འབྲི་བའི་ལ་ཁ་ཐབས་ཡོད་རེད་འཁོས་ཀ་ཡོད་རེད། མིང་ངོ་སྲུང་ཐུབ་ཀྱི་རེད་དཔལ་འབྱོར་འདུས་གྲུབ་བྱེད་ཐུབ་ཀྱི་རེད་ཡིན་ན་ཡང་བསྟན་པའི་སྐྱི་སྟོན་ལ་ཐུག་ཡོང་དུས། སངས་རྒྱས་བཀའ་མ་པ་ཆེན་པོའི་སྐུ་སྟོན་ལ་ཐུག་ཡོང་དུས། མི་འདུག་ག། ངའི་ཧ་གོ་ས་ལ་ནི་མི་འདུག། ང་ངའི་ཧ་གོ་ས་ལ་གཟིགས་ཡོད་ད་ཡང་རྩ་བ་ནས་མི་འདུག་ཟེར་ན་ཤུགས་ཆེན་གྱི་མ་རེད་བ་ཡིན་ནའང་ང་རང་གི་ཧ་གོ་ས་དང་ཤེས་ས་དང་རིག་ས་ལ་ད་ལྟ་བར་དུ་ལ་སངས་རྒྱས་བཀའ་མ་པའི་སྐུ་དོན་ལ་ང་ཚོས་ཚོགས་འདུ་འཚོགས་གོ་རེད་ཚོས་ཕལ་ཧ་གི་ཐོག་ལ་ཡང་ང་ཚོས་ཐབས་ལམ་ག་འདྲ་ཅིག་ལ་བརྟེན་དགོ་ས་རེད་ཐབས་བརྒྱ་ཇུས་སྟོང་ག་འདྲ་ཅིག་བཀོད་དགོ་ས་རེད་ད་སྐུ་ངལ་འདི་འདྲ་ཅིག་ཆགས་ད་རེད་དེ་སྦྱོང་དེ་བཀའ་མ་པ་ཁོང་རེད་སྦྱོང་མ་རེད་སྦྱོང་དེ་ང་རང་ཚོས་སྦྱོང་རེད་དེ་ང་ཚོས་སྦྱོང་རེད་ད་དེ་མ་འདུག་དེ་འདུག་ཟེར་བཀའ་མ་པ་ཕྱི་རྒྱལ་ལ་བཞུགས་དེ་ཡོད་རེད་ཚོས་ཕལ་ཧ་མི་འདུག་ཟེར་ནས་ལྟད་མོ་ལྟ་བསྡད་ཡག་གི་གནས་བབ་ཅིག་མ་རེད་བ། དེ་ང་ཚོ་ཀམ་སངས་པ་ཡིན་པའི་ཆ་ནས་ཀམ་སངས་པ་དེ་སངས་རྒྱས་ཀརྨ་པའི་རྗེས་འཇུག་ཆགས་ནས་ཡོད་རེད་དེ། ལུང་གི་ཐོག་ནས་འགྲོ་ཡ་ཡོད་རེད་རིག་པའི་ཐོག་ནས་ཡང་འགྲོ་གི་ཡོད་རེད་དེ་བསྙོན་དུ་མེད་པ་ཅིག་རེད་མེད་ཟེར་ས་ཡོད་མ་རེད་དེ། དེ་ཡིན་དུས་རང་ཉིད་སོ་སོའི་དགོན་སྡེ་གི་དབུ་འཛིན་གྱི་བླ་མ་དེ་ལ་ཇི་ཙམ་བརྩི་བཀུར་དང་སྙིང་བརྩེ་བ་དང་སྙིང་དམར་བ་ཡོད་པ་དེ་ལས་ལྷག་པ་ཅིག་གིས་དེ་སངས་རྒྱས་ཀརྨ་པ་ཆེན་པོ་མཆོག་ལ་ང་ཚོའི་དད་གུས་དང་མོས་པ་སྤྲོ་བ་དེ་ལས་ཡང་སྙིང་དམར་བ་དེ་ལ་སྙིང་བརྩེ་བ་ཅིག་འུ་ཐུག་བ། ལྟ་དེ་མི་གཅིག་གི་སྐད་རྒྱབ་བསྡད་པས་འགྲིག་གི་ཡོད་མ་རེད་མང་པོ་གཅིག་གི་ཚུར་རུག་བྱས་ནས། ཨོ། འདི་སྐུ་ངལ་སེ་ཡང་ཐབས་ལམ་ཅིག་སྒུག་གི་ཡོད་རེད་ད་དེ་ང་རང་གིས་ད་ལྟ་ངས་གོང་དུ་ཞུས་པའི་མི་དེ་ང་རང་བསམ་འཆར་ཡིན། བསམ་འཆར་ཡིན། རྨོངས་འཆར་ཡིན། དེ་ཐད་ཀར་ཡིན། བདེན་གཏམ་ཡིན། དྲང་གཏམ་ཡིན། དེ་ལས་ཡང་ཆབ་སྲིད་ཀྱི་སྐད་ཆ་གང་ཡང་ཡོད་མ་རེད། བདེན་པ་བདེན་ཆ་རེད་ཀོ། ང་ཚོའི་བླ་མ་བསྟེན་ན། བླ་མ་དེ་གིས་ཁྱེད་ཚོ་ལ་ག་རེ་སྒུག་གི་འདུག་ད། རེ་བ། རེ་ས་ལྟོས་ས་བླ་མ་ཡིན་པ་ཡིན་དུས་དེ་འདྲའི་རེ་ལྟོས་སྐྱེ་ས་བླ་མ་དེ་ལ་དཀའ་ངལ་ཅིག་བྱུང་ཡོད་དུས་དེ་ལ་ང་ཚོས་ཀྱིས་གདོང་ལེན་བྱེད་ཡག་དང་དེའི་ལའི་ཐོག་ལ་ཡང་ཐབས་བྱ་བྱུས་ཐུང་ག་རེ་བཀོད་དགོས་ཀྱི་ཡོད་མེད་དེ་དེ་ཆོས་ཁེར་ཚོགས་ནས་འགྲོ་སྟངས་ད་ག་རང་རེད་དེ་འཇིག་རྟེན་འགྲོ་སྟངས་གང་ཡང་མ་རེད། རེད་འདུག་ག། སོ་སོའི་ཕ་གི་སྐད་ཆ་བཤད་ཀྱི་ཡོད་རེད་མ་གི་སྐད་ཆ་བཤད་ཀྱི་ཡོད་མ་རེད། ཕ་མ་དང་སོ་སོ་དགའ་བོ་གཉིས་ཉེ་བར་སྐད་ཆ་བཤད་ཀྱི་ཡོད་མ་རེད་པ། འོ་དེ་འདྲ་རེད། འོ་དེ་འདྲ་ཡིན་དུས་ད། ད་ལྟ་ངས་ཞུ་དགོས་ཡག་དེ། ཨོ། ད་རེས་ཀྱི་གསུང་དེ་ལ་བསམ་བློ་བཏང་ཡོང་དུས་སེམས་ལ་ཡང་འགུལ་ཆོག་ཆེན་པོ་ཅིག་ཕོག་སོང། དེ་འདྲ་ཡིན་དུས་དེ་ང་རང་གི་ད་རེ་བ་འདྲ་པོ་དེ་ཅིག་ཀུན་ལ་ཡང་ཅིག་ཐམས་ཅད་ཀྱི་སེམས་ཁུར་འདྲ་པོ་ཅིག་བསྐྱེད་ནས་འབད་རྩོལ་བྱས་བྱས་ནས་དེ་ལས་ཡང་གང་ཐུབ་ཅི་ཐུབ་ཐུབ་ཀྱི་རེད་ཟེར་ན་སུས་ལབ་ཐུབ་ཀྱི་མ་རེད་བ། ཡིན་ན་ཡང་ང་ཚོ་འཇིག་རྟེན་བོད་ལ་གཏམ་དཔེ་ཅིག་ཡོད་རེད་ཁ་ཕན་ཚིག་ཕན་ཟེར་ཡག་ཅིག་ཁ་ཕན་ཚིག་ཕན་ཅིག་བཏགས་པ་ཡིན་ན་ཡང་ཁོ་འགྲིག་བསྡད་ཀྱི་ཡོད་རེད། ནུས་པ་ཡོད་རེད་དེ་དེ་དེའི་དཔག་ཚོད་ཀྱི་དེའི་དཔག་ཚོད་ཅིག་དང་དེའི་ནུས་ཚོད་ཅིག་གི་ནུས་པ་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་དེ་རིང་གསུང་དེ་ང་གིས་མ་ཞུ་འདོད་བྱུང་དེ་ག་རེ་ཟེར་དེ་སྐྱོ་མོས་དེ་ཚང་མས་གསན་ཡོད་རེད་མ་གཏོགས་ང་གཅིག་པུ་གིས་གོ་བདེ་བ་གང་ཡང་མ་རེད་བ་ཚང་མས་གསན་ཡོད་རེད་དེ་ང་རང་གི་བསམ་འཆར་ཡིན་ང་རང་གི་བསམ་འཆར་ཡིན་འོ་ཐུགས་ལ་དེ་འགྲིག་གི་འདུག་གོ་གོང་ཡོད་ན་ཡག་པོ་རེད་གོང་ན་ཡང་ཡག་པོ་རེད་དེ་ཁོ་རང་ཇུས་གཏོགས་མེད་པའི་གཏམ་རེད་ཟེར་ན་ཡང་ཆད་པ་མེད་པ་རེད། དེ་དེ་ཙམ་ཞིག་གལ་ཆེན་པོ་གང་ཡང་མཐོང་གི་མི་འདུག་རེད་འདུག་ང། མ་གཏོགས་ང་བདེ་ས་འགྲིག་གི་མི་འདུག་ངའི་ཁང་པ་འགྲིག་གི་མི་འདུག་ངའི་ཐོབ་ཐང་ཐོག་ལ་འགྲིག་གི་མི་འདུག་ཟེར་ནས་ངས་རྩོད་གླེང་ཞུ་གི་མེད། བསྟན་པ་སྤྱི་ཐོག་གི་ཐོག་ནས་ང་ཚོ་ལྟ་ཅི་དཀའ་རྒྱུད་སྐམ་ཚང་སྐམ་ཚང་གི་བསྟན་པ་སྤྱི་ཐོག་གི་ཐོག་ལ་བསྟན་ནས་སངས་རྒྱས་བཀའ་མོལ་པ་ཆེན་པོ་མཆོག་དེ་ཚོས་ཕེབས་མ་ཐུབ་ན་གྱོང་གུད་དེ་སྐམ་མ་སྐམ་ཚང་གི་བསྟན་པ་ལ་ཕོག་གི་ཡོད་རེད། གྱོང་གུད་དེ་སྐམ་མ་སྐམ་ཚང་གི་བསྟན་པ་ལ་ཕོག་ཚར་ན་ང་བན་ཆེན་ཡིན་ན་ཡང་འདྲ་འདུག། སྐམ་ཚང་གི་དགོན་སྡེ་མང་པོ་ཡོད་རེད་དེ་རེ་རེ་ལ་གྱོང་གུད་ཕོག་ཚར་བ་རེད། རེད་འདུག་ག། རྩ་བ་རུས་ཚར་ན། དེ་བཞིན་སྟོང་ཡལ་ག་མེ་ཏོག་ལོ་མ་འབྲས་བུ་ག་ཚོད་ཅིག་གཡུར་དུ་ཟ་བསྡད་ཡོད་ན་ཡང་དེ་ལ་ཕན་ཐོགས་བྱུང་མ་སོང་ང། དེ་ཡིན་དུས་རྩ་བ་དེ་སངས་རྒྱས་བཀའ་མོལ་པ་ཆེན་པོ་ཞལ་བཞུགས་ད་ལྟ་སྐུ་འཚོ་བཞིན་ཞལ་དེ་ཡོག་རེད་དེ་ཡིན་ན་ཡང་ང་རང་ཚོ་གི་དངོས་སུ་ཞལ་མཇལ་བ་གསུང་ཐོས་པའི་མགོན་མཆོག་གི་ཡུལ་དུ་ད་ལྟ་ད་ནི་མི་དང་མི་ཡི་འབྲེལ་བ་ནང་བཞིན་བྱེད་ན་ཆགས་ཐུབ་ཀི་མི་འདུག་ག། དེ་འདྲ་ཡིན་དུས་ད་དེ་སྙིང་གི་མ་བཟོད་ནས། གསེབ་ལ་མ་བཟོད་ནས་དེ་ཆུ་ཕས་ཐུ་ཡག་གི་ཆེད་དུ་ལ། སྐུ་ཕྲེང་སྒྲུབ་སྡེ་ཡག་གཅིག་པུ་དང་ཞབས་བརྟན་སྒྲུབ་སྡེ་ཡག་གཅིག་པུ་མ་ཡིན་པ། འཁྲུངས་སྐར་ཉིན་མོ་དེ་ལ་ཡང་འགྲོ་སོང་ཆེན་པོ་བྱེད་སྟངས་བྱས་ནས་གཅིག་བྱེད་ཀྱི་ཡོད་གཉིས་བྱེད་ཀྱི་ཡོད་ཟེར་བ་ཙམ་ཞིག་གིས། དེ་ང་ཚོ་དགོས་དོན་ཆེན་པོ་དེ་སྒྲུབ་ཐུབ་ཀྱི་མི་འདུག་ག། དེ་འདྲ་ཡིན་དུས་ད་ག་པའི་ཚུལ་གྱིས་མི་མངོན་པའི་ཚུལ་གྱིས་ང་རང་ཚོ་ལ་ཡག་ཐབས་རྒྱ་ཇུས་སྟོང་མང་པོ་ཅིག་ལུས་ཀྱི་ཡོད་རེད་དེ་འདྲས་དེ་ད་ཡལ་བར་དོར་མ་བཞག་པ་བྱས་ནས་ང་ཚོས་འབད་རྩོལ་གྱི་ཐོག་ནས་ཇི་ལྟར་རང་གི་དོན་དག་ལ་ཐུག་ཡོང་དུས། སུ་དང་སུ་ཡིན་ན་ཡང་འབད་བརྩོན་ཆེན་པོ་གཅིག་གི་ཐོག་ནས་འབད་བརྩོན་རང་གི་དོན་དག་དེ་མ་འགྲུབ་ཀྱི་བར་དུ་དཀའ་བ་བརྒྱ་ཕྲག་ཕྱེད་དྲུག་བསལ་བྱས་ནས་དོན་དག་འགྲུབ་ཀྱི་ཡོད་པ་བརྗེད་བཞིན་འདུག་འོ་དེ་ནས་ད་སངས་རྒྱས་བཀའ་མོལ་བ་ཆེན་པོ་མཆོག་གི་དོན་དག་ལ་ཡང་ང་ཚོས་ཀྱིས་ཐབས་བརྒྱ་ཇུས་སྟོང་གི་ཐོག་ནས་གླུ་དབྱངས་མེད་པ་ཞིག་གནང་དགོས་ཀྱི་འདུག་ད་དེ་ཞོར་འཕྲོས་ཡིན། དེ་རེད་འདུག་ག་དེ་འོ་དེ་རེད།